ལྷན་རྒྱས་སྐུ་ཁམས་བཟང། བོད་ཀྱི་བརྙན་འཕྲིན་གྱི་ཉིན་རེའི་བོད་སྐད་གསར་འགྱུར་གྱི་ལས་རིམ་ཐད་དགོངས་ཚུལ་ཞུ་རྒྱུ་ཡིན། ད་རེས་ནི་བོད་སྐྱོར་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གསུམ་རབ་གནས་མེ་རྟ་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་པ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ས་དྲུག་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་ཕུར་བུ་རེད། རེས་གཟའ་ཕུར་བུའི་ཉིན་གྱི་གསར་འགྱུར་ལས་རིམ་འདིའི་ནང། དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཅོ་ནྡྷ་ར་བོད་ཁྱིམ་དུ་ཚལ་རིགས་བརྟག་དཔྱད་ཁང་དབུ་འབྱེད་གནང་བའི་སྐོར་དང། མཚུངས་མེད་ཤར་པ་ཆོས་རྗེ་རིན་པོ་ཆེ་མཆོག་གིས་སུད་སིར་གནས་སྡོད་བོད་མི་རྣམས་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་མཇལ་སྣང་བཀའ་དྲིན་སྩལ་བའི་སྐོར། བོད་མི་སྒྲིག་འཛུགས་ཀྱི་མང་གཙོའི་བཀའ་བབས་གསུམ་གྱི་མཛད་གཙོ་རྣམ་པ་ཕེབས་བཞུགས་ཐོག་རྗེས་ཀྱི་གདན་ས་བཀྲ་ཤིས་ལྷུན་པོར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་གཏན་མཁས་པའི་སྐོར། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སུ་ཇཱ་བོད་ཁྱིམ་དུ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསོལ་སྩལ་གནང་བའི་བོད་མིའི་དམངས་གཙོ་ཞེས་པའི་བརྗོད་གཞིའི་ཐོག་པར་རིས་འགྲེམས་སྟོན་གནང་བའི་སྐོར། ལྷོ་ཀ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་འཐུས་ཚོགས་པ་ནས་གཟའ་མཇུག་སློབ་གྲྭའི་སློབ་མ་རྣམས་ལ

བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཁ་སང་ཕྱི་ཚེས་ཉི་ཤུ་རྩ་གཉིས་རེས་གཟའ་ལྷག་པའི་ཉིན་ཅོང་ཏཱ་ར་བོད་ཁྱིམ་དུ་ཕྱོགས་ཕེབས་ཀྱིས་སློབ་གྲྭའི་ཚན་རིག་བརྟག་དཔྱད་ཁང་ཉམས་གསོ་ལེགས་གྲུབ་ཟིན་པར་དངོས་སུ་དབུ་འབྱེད་གནང་འདུག་དེ་ཡང་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་ཅོང་ཏཱ་ར་བོད་ཁྱིམ་དུ་ཕེབས་འབྱོར་སྐབས་སུ་སློབ་གྲྭའི་སློབ་སྤྱི་པ་སངས་ཚེ་རིང་ལགས་དང་དགེ་ཆེ་བསྟན་འཛིན་སྒྲོལ་མ་ལགས་དགེ་ཆེ་ལས་རོགས་བསྟན་འཛིན་དོན་གྲུབ་ལགས་ཀྱིས་གཙོས་པའི་དགེ་ལས་སློབ་མ་ཡོངས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་དང་སྦྲགས་དཔལ་ལྡན་ཤེས་རིག་བཀའ་བློན་མཆོག་གིས་སློབ་གྲྭའི་ཁྱིམ་ཚང་དང་འཛིན་ཁང་བ་སོ་ར་བ་སྐྱེལ་འདྲེན་སྔོ་ཚལ་འདེབས་ལས་སོགས་ཀྱི་མཐུན་རྐྱེན་ཁག་ལ་གཟིགས་སྐོར་གནང་འདུག་སྐབས་དེར་དཔལ་ལྡན་ཤེས་རིག་བཀའ་བློན་དང་ལྷན་དུ་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་དྲུང་ཆེ་སྐལ་བཟང་ཕུན་ཚོགས་ལགས་དང་བོད་ཕྲུག་ཁྱིམ་སྡེའི་ཤེས་ཡོན་འགན་འཛིན་ངག་དབང་ལྷ་མོ་ལགས་ཤེས་རིག་ལས་ཁུངས་ཀྱི་ཚན་རིག་ཤེས་ཡོན་འགན་འཛིན་རྡོ་རྗེ་དབང་འདུས་ལགས་བེ་རི་བོད་ཚོགས་དང་སྡེ་དགེ་གཉིས་ཀྱི་སྐུ་ཚབ་བཅས་ལྷན་བཅར་ཞུས་འདུག། སྐབས་དེར་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་ཨ་རིའི་རོགས་མྱུལ་གྱི་མཐུན་འགྱུར་འོག་ཉམས་གསོ་ལེགས་གྲུབ་བྱུང་བའི་ཅོན་དར་བོད་ཁྱིམ་གྱི་ཚན་རིག་བརྟག་དཔྱད་ཁང་དངོས་སུ་དབུ་འབྱེད་དང་འབྲེལ་མཐུན་རྐྱེན་ཁག་ལ་གཟིགས་ཞིབ་གནང་འདུག། སྐབས་དེར་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཅོན་དར་བོད་ཁྱིམ་གྱི་སློབ་མ་རྣམས་ལ་གསུང་བཤད་དུ་གཙོ་བོར་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭ་ཁག་ཟུར་འཛུགས་ཀྱིས་བོད་ཕྲུག་རྣམས་བཙན་དབང་གིས་སློབ་འཇུག་བྱེད་བཞིན་པའི་རྫ་དྲག་གནས་སྟངས་སྐོར་ལ་འགྲེལ་བརྗོད་དང་སྦྲགས། བཙན་བྱོལ་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཕྱི་ནང་གི་སྤྱི་སྒེར་རོགས་ཚོགས་ཀྱི་མཐུན་འགྱུར་འོག་བོད་མིའི་སློབ་གྲྭ་ཁག་ཏུ་གང་ཅིའི་ཐད་ནས་མཐུན་རྐྱེན་འཛོམས་པོ་ཡོད་པར་སོང་སློབ་མ་རྣམས་ནས་མཐུན་རྐྱེན་དེ་དག་བེད་སྤྱོད་ཚུལ་མདུན་སྐྱོད་ལ་ཤེས་ཡོན་དང་བཟང་སྤྱོད་འཕྲོད་བསྟེན་ལ་དོ་སྣང་བསྐྱོད་པ་མ་ཟད་ལྷག་པར་དུ་བོད་ཀྱི་སྐད་ཡིག་དང་རིག་གཞུང་ལ་བདག་གཅེས་འགྱོད་པའི་ལམ་སྟོན་གནང་འདུག། གཞན་ཡང་དཔལ་ལྡན་ཤེས་རིག་བཀའ་བློན་མཆོག་གིས་དགེ་ལས་རྣམས་དང་ཟུར་དུ་ཐུག་འཕྲད་ཀྱིས་སློབ་ཕྲུག་གིས་མི་ཚེའི་ལམ་བུ་བཟང་པོ་ཞིག་དང་དོན་སྙིང་ལྡན་པ་ཞིག་ཡོང་བར་དགེ་རྒན་གྱི་ཕྱག་ལས་དེ་བཞིན་གལ་འགངས་ཆེན་པོ་ཡིན་པ་ངོས་འཛིན་གནང་བའི་ཐོག་ལྷག་བསམ་རྣམ་དག་གིས་ཕྱག་ལས་གནང་དགོས་པའི་ཞབས་བསྐྱོད་གནང་འདུག། དངོས་གནས། དངོས་གནས་དྲང་གནས་བསམ་བཏང་ན་ང་ཚོ་དགེ་རྒན་གྱི་ལས་ཀ་དེ་ལས་རྩ་ཆེ། ཨ་ནེ་བསླབ་གྲྭའི་ལས་ཁུངས་ནང་ཕྱག་ལས་གནང་ངེས་ཡིན་ན་རེད། ཕ་བཟའ་མ་བཟའ་བ་ཡིན་ན་རེད། ཨ་ནེ་མ་བྱས་ལ་ཡིན་ན་རེད། སུ་ཡིན་ན། བསླབ་གྲྭའི་ལས་ཀ་དེ། བསམ་བློ་ཡག་པོ་བཏང་པ་དེ་བཟོས་ན་འདི་ལས་རྩ་ཆེ། འདི་ལས་གལ་ཆེ། དངོས་གནས་ཡོད་མ་རེད་བསམ་ཐེངས་རེ། ངས་ནམ་རྒྱུན་རྒན་ལགས་ཚོར་ཞུ་བའི། དགེ་རྒན་ལས་ཀ་དེ་ལྷག་བསམ་རྣམ་དག་དོན་མ་བྱས་ན། ཤན་པ་ཡོར་བ་ཤན་པ་ཡོར་བ་འབུ་ཆ། ཤན་པ་ལས་ང་ཚོ་སྡིག་པ་བྱས་ས་རེད། གང་ཡིན་ནང་ས་ལབ་དེ། ཤན་པ་གི་སྲས་སྡེ་གཅིག་ཤི་སྡེ་གཅིག་ཚང་རེ་སྒྲུང། ང་ཚོ་དགེ་རྒན་གི། པུ་གུ། སློབ་སྦྱོང་བྲལ། བྱམས་སྐྱོང། སྤྱི་ཡོངས་ནས་སེམས་ཁུར་ཐོག་འདི་མ་གནང་བ་རེད་ཅེ་ན། སྤུ་གུ་འཕྲོ་བརླག་ཆེ་ན། སྤུ་གུ་དེ་མི་བཟད། སྤུ་གུ་དེ་མ་ཤི་བར་ལོ་བཞི་བཅུ་ལྔ་བཅུ་ག་ཚད་དེ་གས་ན། ཨོ། ད་ཕན་མ་ཐོག་ཆགས་ཚར་བ་ཟོས་ཚར་བ་ང་ཚོས། ཨ། སྡིག་པ། བསམ་གྱི་མི་ཤ་ཤི་སྡེ་གཅིག། བསད་སྡེ་གཅིག་དང་ཤི་སྡེ་གཅིག་མར་གཏོང་ཨ། ཧིན་སྒོར་འབུམ་བདུན་མ་ཟིན་ཙམ་གྱི་འགྲོ་གྲོན་བཏང་བས་ཅོང་ཏི་ར་བོད་ཁྱིམ་གྱི་ཚན་རིག་བརྟག་དཔྱད་ཁང་འདི་ནི་ཤེས་རིག་ལས་ཁུངས་ཀྱི་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་ཚན་རིག་བརྟག་དཔྱད་ཁང་ཡར་རྒྱས་ཀྱི་ལས་གཞིའི་ཆ་ཤས་ཤིག་ཡིན་པ་རེད་འདུག་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཚན་རིག་ཤེས་ཡོན་འགན་འཛིན་རྡོ་རྗེ་དབང་འདུས་ལགས་ཀྱིས་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་ཨ་རིའི་རོགས་ཉུལ་གྱི་རྒྱབ་སྐྱོར་ལ་བརྟེན་ནས་དེ་སྔ་ཕྱི་ལོ་ཉིས་སྟོང་ཉིས་ས་གསུམ་ལོ་ནས་བཟུང་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་ཚན་རིག་བརྟག་དཔྱད་ཁང་ཡར་རྒྱས་ཀྱི་ལས་གཞི་འདིའི་དཔེ་མིག་ཡིན་པ་དང་ད་བར་ཤེས་རིག་ལས་ཁུངས་ནས་བོད་ཁྱིམ་སྡེའི་ཁྱབ་ཁོངས་དར་སྟེང་བོད་ཁྱིམ་དང་སྦེལ་ཀོབ་བོད་ཁྱིམ་གོ་པཱལ་པུར་བོད་ཁྱིམ་ཅོན་ཏཱ་ར་བོད་ཁྱིམ་སམ་བོ་ཏཱ་བོད་སློབ་ཚོགས་པའི་ཁྱབ་ཁོངས་ཀ་སྦུག་སམ་བོ་ཏཱ་གཏན་སློབ་དང་རྡོར་གླིང་སམ་བོ་ཏཱ་གཏན་སློབ་མོན་གོར་སམ་བོ་ཏཱ་གཏན་སློབ་མེ་བོན་གཙུག་ལག་དཔེ་སྟོན་སློབ་གྲྭ་དང་གནའ་ཤུལ་མ་སུ་རི་བོད་ཁྱིམ་བཅས་སློབ་གྲྭ་ཁག་དགུའི་ནང་ལ་ཚན་རིག་བརྟག་དཔྱད་ཁང་ཡར་རྒྱས་ཀྱི་ལས་གཞི་ལེགས་གྲུབ་ཟིན་ཡོད་སྐོར་གསུང་གི་འདུག་ལ་ཚན་རིག་བརྟག་དཔྱད་ཁང་དེ་དག་གི་ནང་དུ་དེང་དུས་དང་མཐུན་པའི་མཐུན་རྐྱེན་སྣ་འཛོམས་ཡོད་པར་སོང་དགེ་སློབ་རྣམས་ནས་བེད་སྤྱོད་གང་ཡོང་དགོས་པའི་རེ་སྐུལ་གནང་གི་འདུག། ལས་གཞི་འདིའི་གི་ནང་ལོགས་ལ་ཡ་ད་ཁྱོན་དུམ་ད་འདི་པོ་དང་ང་ཚོ་གི་འགྲོ་སོང་ག་ཚད་འགྲོ་ཡ་རེད་ཟེར་བས་ན་འབུམ་དྲུག་ཅུ་རེད་སྐད་མ་སིམ་སི་འདུག་ཟེར་འགྲོ་བསྡད་གི་འདུག་ར་བ་ལ་ད་འདི་ཚོའི་ནང་ལོགས་ལ་ཡ་ག་རེ་འཚོལ་གི་ཡོད་རེད་ཟེར་བས་ན་ད་བསླབ་གྲྭ་ཁག་ལ་ཡ་སྤྱི་བཏང་ཚེ་རིང་གི་བརྟག་དཔྱད་ཁང་ངར་ནས་ཡོད་རེད་དེ་ལས་ད་འདི་ཚོའི་ནང་ལོགས་ལྕ་ལག་རེད་ནི་ད་ག་ནང་བཞིན་ཕྲ་མཐོང་ཆེ་ཤེས་རེད་དེ་ཚོ་སྙིང་པོ་ཆགས་པ་ད་ད་ཡར་རྒྱས་བཏང་དགོས་ཡ་ད་འདི་འདྲ་མང་པོ་ཅིག་ཟེར་གི་ཡོད་དུས་ཙམ་པ་ནི་འདི་ཚོ་ལ་ཡ་བསྟན་བྱ་ཆུང་པོ་ཅིག་རེད་ད་འདིའི་ནང་ལོགས་ལ་ལྕ་ལག་དེ། དེང་དུས་ཀྱི་ཡང་ཚན་རིག་འདི་ཚོ་ཡར་རྒྱས་དང་བསྟུན་རྗེས་གྲངས་འཛིན་ཕྲ་མཐོང་ཆ་ཤས་དང Digital Microscope གསུང་གི་འདུག་བ་ལ་དེ་འདྲ་ལྟ་བུ་རེད་ད་ག་ནང་བཞིན་ཡང་ད་ཉིན་གསུང་གི་ཡོ་བྱད་ད་མེ་བསྲེག་ཡག་ཡོ་བྱད་རེད་ད་ག་ནང་བཞིན་ཆུ་འབྲུ་རེད་རླུང་འབྲུ་རེད་དེ་ཚོ་ཚང་མའི་ཐོག་ལ་ཡང་འདུག་བཤད་ཡར་རྒྱས་བཏང་རྗེས་ལས་གཞི་ཅིག་ཆགས་དེ་གོ་རེ་ཞུ་ཡ་ཡིན་ད་དེའི་ནང་ལོགས་ལ་ཡང་རྗེས་སུ་ད་དེ་ཚོའི་ནང་ལོགས་ལ་ཡང་དགེ་རྒན་དང་སློབ་ཕྲུག་ཚོས་དེ་ཚོ། པོ་ཚང་མ་ལོ་ཡག་པོ་བེད་སྤྱོད་གཏང་ཡས་ཀྱི་འབྲེལ་བ་ཞུ་ཡིན་ལ་སོགས་ཐུགས་ཆེ་ན། མཚུངས་མེད་ཤར་པ་ཆོས་རྗེ་རིན་པོ་ཆེའི་རྗེ་བཙུན་ངག་དབང་འབྱོར་ལྡན་དཔལ་བཟང་པོ་མཆོག་གིས་སུད་སི་རི་ཀོན་ཆོས་འཁོར་རྒྱུན་དུ་ས་གནས་བོད་མི་རྣམས་ལ་འཇམ་དཔལ་དབྱངས་ཀྱི་རྗེས་གནང་དང་སངས་རྒྱས་སྨན་བླའི་རྗེས་གནང་གི་བཀའ་དྲིན་སྩལ་འདུག་དེ་ཡང་ཟླ་བ་འདིའི་ཚེས་བཅུ་གཉིས་ཉིན་མཚུངས་མེད་ཤར་པ་ཆོས་རྗེ་རིན་པོ་ཆེ་མཆོག་གིས་སུད་སིར་གནས་སྡོད་བོད་མི་རྣམས་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་སོགས་ཀྱི་བཀའ་དྲིན་བསྐྱངས་ཡོད་པ་དང་ཆོས་ཕྱོགས་ཀྱི་ལས་རིམ་འདི་བཞིན Swiss དང Liechtenstein བོད་རིགས་མི་དམངས་སྒྲིག་འཛུགས་ནས་གོ་སྒྲིག་གནང་བ་ཞིག་རེད་འདུག་སྐབས་དེར་བོད་མི་སྒྲིག་འཛུགས་ཀྱི Swiss སྐུ་ཚབ་དོན་གཅོད་ཁྲི་ལས་ཆོས་སྐྱིད་ལགས་ཀྱིས་གཙོས་པའི Swiss དང Liechtenstein བོད་རིགས་མི་དམངས་ཀྱི་ཚོགས་གཙོ་ཚོགས་གཞོན་རྣམ་གཉིས་ནས་གཙུག་མན་ཤར་པ་ཆོས་རྗེ་རིན་པོ་ཆེ་མཆོག་ལ་མེ་མདའི་རྟེན་གསུམ་འདེགས་འབུལ་ཞུ་བ་དང་འབྲེལ་རིན་པོ་ཆེ་མཆོག་གིས་ས་གནས་མི་དམངས་རྣམས་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་དང་སངས་རྒྱས་སྨན་བླའི་རྗེས་གནང་བཅས་ཀྱི་བཀའ་དྲིན་སྩལ་འདུག། བོད་མི་སྒྲིག་འཛུགས་ཀྱི་མང་གཙོའི་སྐབས་བོ་གསུམ་གྱི་མཛད་གཙོ་རྣམ་པ་ཕེབས་བཞུགས་ཐོག་ནས་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཞུ་གཏན་འཁེལ་འདུག་དེ་ཡང་བོད་མི་སྒྲིག་འཛུགས་ཀྱི་མང་གཙོའི་སྐབས་བོ་གསུམ་གྱི་མཛད་གཙོ་རྣམ་པ་ཕེབས་བཞུགས་ཡོད་པའི་ཐོག་ནས་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཆགས་སུ་རྟེན་གཞི་བྱས་པའི་གདན་ས་བཀྲ་ཤིས་ལྷུན་པོར་གནངས་ཉིན་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་རྩེ་ལྔ་རེས་གཟའ་སྤེན་པ་ཉིན་མོ་སྟེ་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་ཁྲི་ལས་བོན་ཚོགས་དཔལ་བཟང་པོའམ་དགེ་འདུན་ཆོས་ཀྱི་ཉི་མ་མཆོག་དགུང་གྲངས་སུམ་ཅུ་སོ་བདུན་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་དམིགས་བསལ་སྲུང་བརྩི་ཞུ་རྒྱུ་རེད་འདུག་འདིའི་སྐོར་ལ་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་ཕྱག་མཛོད་ཀ་ཆེན་ཚེ་བརྟན་ལགས་ཀྱིས་ངོ་སྤྲོད་གནང་གསལ། ད་ལྟ་ཁྱེད་རྣམ་པས་བཀའ་དྲིན་ཞུ་བ་ནང་བཞིན། བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོ་ལ། ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་གྱི་མདོའི་ཞལ་ཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་ནས་དགུང་གྲངས་སུམ་ཅུ་སོ་བདུན་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་དེ་སྔར་ལས་སྲུང་བརྩི་ཟབ་རྒྱས་ཞུ་དགོས་པ་དེ་དག་གལ་གནད་འདྲ་བ་དེ་དོན་ཚན་བཞི་ཆགས་ཀྱི་འདུག་དོན་ཚན་དང་པོ་དེ་ཨ་རིའི་རྒྱལ་ཡོངས་མང་གཙོ་གོང་སྤེལ་ལྟེ་གནས་ཁང་གིས་ཕྱི་ལོ་ཉིས་སྟོང་ཉེར་གསང་ལྔ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཞི་ཉིན་མོ་སྟེ་པེ་ཅིང་རིན་པོ་ཆེ་མཚན་ཐོག་ལ་མང་གཙོའི་ཞབས་ཞུའི་གཟེངས་རྟགས་ཅིག་ཕུལ་གནང་བ་ཡིན་ཙང་དེའི་ལོ་རྒྱུས་རང་བཞིན་ཅན་གྱི་གལ་གནད་ཆེ་གི་ཡོད་པ་ཙང་དེའི་ཡས་མས་ཚང་མའི་མཁྱེན་གསར་གྱི་ཆེད་དུ་གནད་འགག་ཅིག་ཆགས་ཀྱི་འདུག་དོན་ཚན་གཉིས་པ་དེ་ད་རྒྱ་ནག་གཞུང་གི་ངོས་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་ང་ཟླ་བ་ལྔ་པའི་ཚེས་བཅུ་བདུན་ཉིན་མོ་དེ་ལ་པེ་ཅིང་རིན་པོ་ཆེ་ཡབ་ཡུམ་སྐུ་འཁོར་དང་བཅས་པ་རྒྱ་ནག་གཞུང་གིས་བཙོན་འཇུག་གནང་རྗེས་ད་བར་དུ་མི་ལོ་ཧྲིལ་པོ་སུམ་ཅུ་འཁོར་བ་ཡིན་ཙང་དེ་ཡང་དུས་ཚོད་ཀྱི་ཆ་ནས་གནད་འགག་ཅིག་ཆགས་ཀྱི་འདུག། དོན་ཚན་གསུམ་པ་འདི་དག་རྒྱ་ནག་གཞུང་གི་ངོས་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་རིན་པོ་ཆེ་དེ་ངོས་ལེན་མ་གནང་བ་བཅས་ནི་ཁོ་རང་ཚོས་ཀྱི་ཆབ་སྲིད་ཀྱི་དགོས་མཁོ་རང་ལ་གཟིགས་ཆེད་པཎ་ཆེན་རྒྱ་མཚོའི་ནོར་བུ་དེ་བེད་སྤྱོད་ལོག་པ་བཏང་ཆེད་ད་ལྟ་བར་དུ ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་དང་ཆབ་སྲིད་ཀྱི་ལས་འགུལ་སྣ་མང་སྤེལ་ཆེད་བོད་མིའི་ཆོས་དད་རང་དབང་ཐོག་ལ་རྡོག་རོལ་བཏང་བ་འདི་ནི་ང་ཚོ་ཡི་འཛམ་བུ་གླིང་ལ་ཚང་མས་ཀྱི་ཅིག་མཁྱེན་རྟོགས་ཡོང་བའི་ཆེད་དུ་ང་རང་ཚོས་ཅིག་ས་ཡ་དྲུག་གི་སྐུ་ཚབ། དབུས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོ་ཀ་བ་ཟུང་གི་དབུ་ཁྲིད་ལས་འགན་དེ་གཏན་འཁེལ་ཞུས་རྗེས། ཁོང་རྣམ་པ་ཚོའི་ངོས་ནས་དཔལ་འབྱོར་བོད་ཀྱི་གནད་དོན་ཐོག་ལ་བཀའ་སློབ་གནང་བ་རེ་བྱས་ན་འཛམ་བུ་གླིང་ལ་རང་བཞིན་གྱིས་ཅིག་བརྡ་ལན་གསལ་བོ་ཞིག་སྤྲོད་ཐུབ་དགོས་བ་རེད། འདི་ནས་བཀའ་ཆགས་ཀྱི་འདུག་ད་དོན་ཚན་བཞི་པ་དེ་ཆ་ཆ་བ་རེ་བྱས་ན། དབུས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོ་ཀ་བ་ཟུང་གི་དབུ་ཁྲིད་ལས་འགན་དང་དགའ་ལྡན་ཕོ་བྲང་གི་དྲུང་ཆེའི་ངོས་ནས་ད་ལྟ་བར་དུ་པེ་ཅི་རིན་པོ་ཆེ་གི་གནད་དོན་ཐོག་ལ་དངོས་བཤུས་བརྒྱུད་གསུམ་ནས་རྒྱབ་སྐྱོར་གནང་བ་དེ་ལ་བཀའ་དྲིན་རྗེས་དྲན་གྱི་ཆེད་དུ་ང་ཚོའི་ངོས་ནས་ཡང་ཁོང་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞེས་ཞུ་ཡ་གི་ཆེད་དུ་མཛད་སྒོ་དེ་སྲུང་བརྩི་ཟབ་ཁྱེར་ཞུ་བའི་རེ་སྙན་འགའ་འདྲ་བོ་འདི་འདུག་ཆ་གི་འདུག། སྤྱིར་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་སྤྲེལ་ལད་ཕུན་ཚོགས་དཔལ་བཟང་པོ་ཁམས་དགེ་འདུན་ཆོས་ཀྱི་ཉི་མ་མཆོག་སྤྲེལ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ལོའི་ཟླ་བ་བཞི་པའི་ཚེས་ཉུལ་སད་ང་གཉིས་ལ་སྐུ་འཁྲུངས་ཤིང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་བ་ལྔ་པའི་ཚེས་བཅུ་བཞིའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་པཎ་ཆེན་སྐུ་གོང་མའི་ཡང་སྲིད་འཁྲུལ་མེད་དུ་ངོས་འཛིན་མཛད་པ་དང་ངོས་འཛིན་མཛད་ནས་ཉིན་གྲངས་གསུམ་ལས་མ་སོང་བར་རྒྱ་ནག་གཞུང་ནས་གུང་ཁྲང་དྲུག་ལ་ཕེབས་པའི་པཎ་ཆེན་ཆུང་སྲིད་རིན་པོ་ཆེ་མཆོག་ཡབ་ཡུམ་སྐུ་འཁོར་དང་བཅས་པ་བཙན་ཁྲིད་ཀྱིས་གར་སོང་ཆ་མེད་དུ་གྱུར་ནས་ད་ཆ་མི་ལོ་སུམ་ཅུ་སོ་གཅིག་ལྷག་འགྲོ་གི་ཡོད་པ་རེད། སྐབས་དེ་དུས་ཆུང་སྲིད་རིན་པོ་ཆེ་མཆོག་རྒྱལ་སྤྱིའི་ནང་ལ་ཆབ་སྲིད་བཙོན་པ་ལོ་ན་ཆུང་ཤོས་དེ་ཆགས་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཆེད་ལུགས་ལྟར་དགུང་གྲངས་དགུ་བཅུ་ལ་ཕེབས་པའི་སྐུ་ཡི་གོ་སྟོན་གྱི་བྱམས་བརྩེའི་ལོ་སྲུང་བརྩི་ཞུ་བའི་ལས་རིམ་ཁོངས་སུ་ཁ་ཉིན་ཕྱི་ཚེས་ཉི་ཤུ་རྩ་གཅིག་དང་གཙང་གཉིས་ཉིན་གྲངས་གཉིས་ཀྱི་སྟེང་སུ་ཇཱ་བོད་ཁྱིམ་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསོལ་བསྩལ་གནང་བའི་བོད་མིའི་དམངས་གཙོ་ཞེས་པའི་བརྗོད་གཞིའི་ཐོག་ལ་པར་རིས་འགྲེམས་སྟོན་གནང། འདུག་འགྲེམས་སྟོན་གྱི་ལས་རིམ་དེ་བཞིན་སུ་བྱ་བོད་ཁྱིམ་གྱི་ངེས་སྟོན་པ་དང་སློབ་སྤྱི་གཅིག་ལྕོགས་ངག་དབང་ཐུབ་བསྟན་ལགས་ཀྱིས་དབུ་འབྱེད་གནང་བ་དང་འབྲེལ་སྤྱི་འཐུས་ཚོགས་དྲུང་ལས་ཁུངས་ཀྱི་ལས་བྱེད་ཚེ་རིང་ལྷ་མོ་ལགས་དང་བློ་བཟང་མཚོ་མོ་ལགས་ཆོས་དབྱིངས་རང་གྲོལ་ལགས་བཅས་ནས་སློབ་གྲྭའི་དགེ་ལས་དང་ལྷག་པར་དུ་འཛིན་རིམ་གསུམ་པ་ནས་བཅུ་བ་བར་གྱི་སློབ་མ་རྣམས་ལ་དུས་ཚོད་ཆ་བགོས་ལྟར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསོལ་བསྩལ་གནང་བའི་བཙན་བྱོལ་བོད་མིའི་དམངས་གཙོ་བཞད་པོའི་བརྙན་ཐུང་གཟིགས་འབུལ་དང་འགྲེམས་སྟོན་པར་རིགས་ཁག་རེ་རེ་བཞིན་ངོ་སྤྲོད་གནང་འདུག། ལས་རིམ་འདིའི་ཐོག་ལ་སུ་ཇཱ་བོད་ཁྱིམ་གྱི་སློབ་མ་སུམ་བརྒྱ་ལྔ་བཅུ་ལྷག་ནས་མཉམ་ཞུགས་གནང་ཡོད་པ་རེད་འདུག། ཡང་ཨ་རིའི་ནུབ་ཕྱོགས་སུ་ཡོད་པའི་ལྷོ་ཀེ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་ནས་ཁུལ་དེའི་གཟའ་མཇུག་སློབ་གྲྭའི་སློབ་མ་རྣམས་ལ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་ངོ་སྤྲོད་ཀྱི་ལས་རིམ་ཞིག་སྤེལ་བའི་ལམ་ནས་སྐུ་ཡི་གོ་སྟོན་གྱི་བྱམས་བརྩེའི་ལོག་སྲུང་སྲི་ཞུ་གནང་འདུག་དེ་ཡང་ཉེ་ལམ་ཕྱི་ཚེས་བཅུ་དགུ་རེས་གཟའ་ཉི་མའི་ཉིན་ལྷོ་ཀེ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་ནས་སྤྱན་རས་གཟིགས་ཆོས་ཚོགས་སུ་ཁྱད་སྟོན་མི་སྣ་གདན་ཞུ་གྱི་གསུང་བཤད་ལས་རིམ་དང་པར་རིས་འགྲེམས་སྟོན་གོ་སྒྲིག། གིས་གཟའ་མཇུག་སློབ་གྲྭའི་སློབ་མ་རྣམས་ལ་སྐུ་ཡི་གོ་དོན་དང་བྱམས་བརྩེའི་ལོ་ངོ་དྲོད་དང་ན་བཞིན་མགོན་པོ་མཆོག་ནས་སྐྱེ་འགྲོ་ཡོངས་དང་ལྷག་པར་དུ་བོད་དང་བོད་མིར་བསྐྱངས་པའི་བཀའ་དྲིན་སྐོར་ལ་གསེད་བཀྲོལ་གནང་འདུག་ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ནི་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་སྡེ་དགེ་གཞུང་འབྲེལ་བོད་ཡིག་དྲ་ཚིགས་བོད་ཙཱ་ཨེ་ཤེ་ཡ་དང་དབྱིན་ཡིག་དྲ་ཚིགས Tibet dot net རྒྱ་ཡིག་དྲ་ཚིགས Tibet dot com ཧིནྡིའི་དྲ་ཚིགས India Tibet dot net བཅས་ཀྱི་ཐོག་ནས་གཟིགས་རྒྱུ་ཡོད་པས་དྲ་སྟོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང་ཚོས་ལས་རིམ་གསན་གཟིགས་གནང་བར་བཀའ་དྲིན་ཆེ་སང་ཉིན་ཡར་རྒྱས་མཇལ་ཡོང།